བོད་མི་མི་འབོར་མང་པོ་རུ་ཆགས་ཡོད་རེད་ཨ་ལྷག་པར་དུ་འདི་འདི་སྐབས་སུ་མི་རབས་རྒན་པ་ཞིག་ཨ་འདི་ཚོ་ལ་ཁོང་ཚོ་ལ་སྤྱི་ཚོགས་དྲ་རྒྱ་ལ་ཤུགས་ཆེན་པོ་ཞིག་ལྟ་ཡི་མི་འདུག་མ་ལ་ཁོ་རང་ཚོ་ལ་ཡང་སྨྱོ་སྦེད་ཀྱི་ལས་ཀ་ཞིག་བྱེད་རོགས་ཞེས་དེ་སྔ་རེ་བ་རུ་ཞུས་ག་ཅིག་ལ་ནམ་ཡང་མང་ཆེ་བ་ད་དེང་སང་མང་ཁོ་རང་ཚོ་གཉིས་ཅག་གི་གསུང་རེད་གཞོན་སྐྱེས་ལ་དོན་ན་གཞོན་སྐྱེས་དེ་ཚོ་དེང་སང་འགོ་ཚུགས་འདུག་འདུག་ག་ཅིག་ན་ན་སྤྱི་ཚོགས་དྲ་རྒྱ་ལ་ཡོད་རེད་ཁོ་རང་ཚོ་ལ་སློབ་སྦྱོང་ཞིག་སྦྱངས་ཡོད་རེད་འགོ་ཚུགས་འདུག་ཡིན་པས་ན་མི་རབས་རྒན་པ་དེ་ཚོ་ལ་ད་སུ་བསླུ་འདུག་ད་སུ་བསླུ་མི་འདུག་ལས་བྱེད་ར་འདི་སྔ་ད་རིང་གི་ཅེས་སོ། སྐད་ཆེན་པོ་དྲུག་ཐོངས་སོ། ལྷག་པར་དུ། ད་ལྟ་རྒྱལ་པོའི་སྟོན་ཟླ་སྤྱི་འཐུས་རུ་རྒྱལ་པོའི་འབྲུག་གསུམ་ན་ད་ལྟ་མང་ཤོས་ལྷ་ཡ་དེ་མི་རབས་རྒན་པ་ལྷ་ཡོད་དུ་མ་ལ། ཕྱི་རྒྱལ་ཁག་ལ་འགྲོ་དུ་མ་མི་རབས་གཞོན་པ་མང་པོ་ཆགས་ཡོད་དུ་མ་ལ། དེའི་ཕྱིར་ང་རང་གིས་ད་ཁོ་རང་ཚོ་ལ་རེ་བ་འགྲོ་བོ་ཅིག་ཆགས་སོང་ཨ། ཨ་ནི། ཨ་ནི། གཙོ་བོ་དེ་ད་སྲིད་སྐྱོང་ད་བགྲོ་གླེང་དེ་རེད་བགྲོ་གླེང་བྱུང་ཡ་དང།

སྲིད་སྐྱོང་ཡིན་ནས་རེད་སྤྱི་འཐུས་ཡིན་ནས་སུད་སུ་ངོས་ནས་ད། དངོས་སུ་འགྲོ་མ་ཐུབ་པ་ཡིན་ནས་ཨ་ནི་སྤྱི་ད་སྤྱི་ཚོགས་དྲག་སྐྱེད་ན་བྱས་ཡོད་རེད་དེ་འདྲས་ག་ནས་ད་དེང་དུས་ཀྱི་ད་འཕྲུལ་འཕྲུལ་ལས་ད་འཕྲུལ་ཆས་ད་བསྟུན་ནས་ཡོད་རོགས་ཨ་ནི། ཁེམ་པེན་བྱས་རེད་ཨ་ནི་མི་མང་མཉམ་དུ་གྲོས་གླེང་བྱས་རེད་འདི་ཚོ་དཔེ་གལ་ཆེན་པོ་རེད་སེམས་གི་འདུག་འདི་འདྲས་བྱས་པ་ཡིན་ན་ཨ་ནི། Candidate སུ་ཡར་སླེབས་ཡིན་ནས་ཁོང་ཚོའི་གི

ཨ་ནི་ང་ཚོའི་ངོས་ནས་ད་ཁ་ལོག་རེད་སྙམ་ཞིབ་ལ་བོར་སོ་སོའི་ངོས་ནས་མི་སུ་ལ་འོས་ཤོག་བླུག་འདུག་ད་ལྟ་སོ་སོའི་མིང་ཤེས་མགྱོགས་དང་ངོ་ཤེས་པ་གདོང་ངོ་ཤེས་པ་དེ་འདྲ་ལ་བླུག་ཡ་ཙམ་མ་ཡིན་པ། ཨ་རི་མི་དེ་ཚོས་ཀྱི་སྙན་མ་ཁོང་ཚོས་ཀྱི་ཕྱག་ལས་ག་འདྲས་གནང་བཞག་མ་འོངས་པ་ཁོ་རང་ཚོའི་ཕུགས་བསམ་ག་འདྲས་འདུག་དེ་གི་ཚང་མ་བསམ་བློ་བཏང་བྱས་གཙོ་བོ་དེ་ང་ཚོ་ད་སྔོན་གྱི་ཞུ་བ་ནང་བཞིན་རེད་འཐབ་རྩོད་གང་ལེགས་ཀ་མང་པོ་བྱེད་ཉིན་བོད་ནང་ལོགས་ཀྱི་བོད་མི་དེ་ཚོ་ལ་དཀའ་ངལ་ཡོད་བསྡད་པ་དེ་ཚོ་ལ་དེ་འདྲ་སེ་ཡ་གང་ལ་ཨ་ནི་བསམ་བློ་མང་པོ་བསམ་བློ་དེ་ཡག་པོ་ཡོད་ཀྱོ། ཨ་ནི་བོད་ནང་ལ་དཀའ་ངལ་ཡོད་ར་ད་ང་ཚོ་སྐད་རིགས་དང་ཁོར་ཡུག་དང་དེ་འདྲས་གང་ལ་དཀའ་ངལ་མང་པོ་བྱུང་དེ་ཚོ་གང་ལ་ག་འདྲས་ལས་ཀ་བྱེད་དུས་དེ་འདྲས Candidate ད་ང་རེ་ངོས་ནས་བསམ་ན་དེ་འདྲས Candidate ཅིག་སླེ་ཡག་གི་སླེ་ན་ཨ་ནི་ཡག་པོ་རེད་གསུངས་དེ་དང་མཉམ་དུ་ཨ་ནི་ང་ཚོ་དམངས་གཙོ་ང་ཚོ་བཙན་བྱོལ་ནང་ལ་ལོགས་ར་ད། དེས་སྤྱི་ཚོགས་འཐོར་དེ་གིས་སྤྱི་ཚོགས་དེ་གང་ཚ་ཚུལ་མཉམ་དུ་རུལ་རུལ་ཟེར་དོན་གྱི་མི་དེ་འདྲས་ཅིག། ཀླད་ལ་ཨ་ནི། སྒང་ལ་ཀླད་མཐོ་བ་ཡིན་ན་ཨ་ནི་ང་ཚོའི་སྤྱི་ཚོགས་ནང་དམིགས་བསལ་གྱི་ཁྱད་པར་ཅིག་བཟོ་ཐུབ་དེ་འདྲས་ཅིག། སྒང་ལ་ཀླད་མཐོ་བས་ལ་ཨ་ནི་མི་དམངས་ངོས་ནས་ཉམས་ཞིབ་བྱས་ནས་མི་དམངས་ངོས་ནས། ད་མི། ག་འདྲས་མི་དེ་ག་འདྲས་འགྲོ་འདུག་དེ་འདྲས་ཅིག་ཧ་གོ་བ་གལ་ཆེན་པོ་རེད་བསམ་གྱི་འདུག་ད། མཐའ་མ་དེ་ལ་ཡོར་བ་ད་ངེད་ཀྱིས། མཐའ། གྲོས་ཚོགས་ནང་སྤྱི་འཐུས་གདམ་ཚ་ནི་ཡོད་ར་ནི་སྲིད་སྐྱོང་གདམ་ཚ་ནི་གང་ལ་སུ་ལས་བ་ཡིན་ཁོ་ཚོ་ལ་ཡར་རེ་བ་ཞུས་ན་འགྲིག་ར། འདི་འགྲོ་རེ་བ་འགྲོ་ལོག་རེ་ཁ་ལོག་རེ་ད་ང་ཚོས་གཙོ་བོ་དེ་ང་ཚོས་འདི་རེ་བྱ། ང་ཚོ་དམངས་གཙོ་ནང་ལ་ད་ང་ཚོས་ད་ལྟ་བཙན་བྱོལ་དམངས་ད་བཙན་བྱོལ་བོད་མིའི་དམངས་གཙོ་འདི་དམངས་གཙོ་བའི་མཚན་ལྡན་ཡིན་ད། སྐྱབས་བཅོལ་ལུང་པ་གཞན་པ་སུ་གང་ཞིག་ལ་མེད་སྐྱོ་དམངས་གཙོ་མཚན་ལྡན་ཞིག་ལ་ཡོད་ཡོད་ལ་ནི་ཨ་ནི་མང་པོ་རྒྱ་གྲ་བོད་གྲ་བྱིན་ཤེས་གོ་ར་ཡིན་ནས་ད་ང་ཚོའི་གི་དམངས་གཙོ་འདི་ནང་ལ་ཡོད་ར་ད་དཀའ་ངལ་མང་པོ་བྱོ་ར་དཀའ་ངལ་ལ་ནི་རེ་ད། Drawback ལའོ་ར། འདི་ནི་མང་པོ་ཅིག་ཡོད་དུས་ཟིན་པ་འདི་ཚོ་ང་ཚོས་ཀྱི་ཧག་བའི་དཔེ་གལ་ཆེན་པོ་རེད་བསམ་ལྷག་པར་དུ་མི་དམངས་ཀྱི་ཧག་བའི་གལ་ཆེན་པོ་རེད་བསམ་གྱི་འདུག་ར། དཔེ་མཆན་བྱས་ན་ད་གིན་ཡེ་ཤེས་ལགས་གསུང་རྒྱུ་ནང་བཞིན་རེད་ད་ད་ལྟ་ང་ཚོ། སྤྱི་འཐུས་འོས་ཤོས་གྲོགས་ཤིག་བསླུ་བའི་ཡིན་ནར་ད་ར་ད་མི་འབོར་དེ་བརྒྱ་ཆ། བཞི་བཅུ་ཞེ་ལྔ། ལྔ་བཅུ་ངན་ལྔ་འགྲོ་ཡོད་ལ་འོ་རེད་རྒྱ་གར་ད་ཇི་སྐད་དོ་ལ། ད་ཡིན་ནའི། སྤྱི་འཐུས་ཀྱི་བརྒྱ་ཆ་དགུ་བཅུ་དེ་མ་འཇོག་རྒྱ་བལ་འབྲུག་གསུམ་རེ་འགྱོད་བཅུ་དགུ་གདམ་དགོས་རེད་ད་དེ་འདྲའི་གི་འོས་ཤོག་གི་འདྲ་མཉམ་དང་ང་ཚོའི་དམངས་གཙོའི་འགྲོ་སྟངས་ག་ནང་ལོག་ལ་ད་དུས་ཚོད་སྙེ་མ་ལ་བབ་པའི་བཅའ་ཁྲིམས་ཅིག་བཟོས་རེད་ད་ད་ད་དུས་ཚོད་སྲ་བ་ལས་ད་སྤྱི་ཚོགས་འགྱུར་བ་འགྲོ་རེད་དེ་ལ་བབ་པའི་ད་འགྱུར་ལྡོག་དེ་འདྲའི་ཅིག་གི་ད་མ་བྱུང་ནས at least ད་ང་ཚོའི་གྲོས་ཚོགས་ནང་ལ་དེ་འདྲའི་གང་གྲོས་གླེང་ཅིག་བྱུང་ཐུབ་ཡ་རོགས་གྱིས་རོགས་ཨ་ནི་སྤྱི་ཚོགས་ནང་ལ་མི་མང་ལ་གོ་རྟོགས་ཅིག་གླིགས་རོགས་དེ་འདྲའི་རོགས་གྱིས་ཡོང་ཨ་ད་ཨ་ནི་བྱུང་ན་ད་ར་ང་ཚོས་གྲོས་ཚོགས་ནང་ལ་མི་གཅིག་གྲོས་ཚོགས་ནང་ལ་བེད་དུ་ལོ་སུམ་ཅུ་དེ་འདྲའི་བསྡད་ཡ་དེ་འདྲའི་དོ་ཨ་འདྲའི་དེ་འདྲའི་ཡང་དེ་འདྲའི་ང་ནས་གཅིག་ཡོད་ར་ཡང་མང་ང་གཞོན་སྐྱེས་ལ་གོ་སྐབས་སྤྲད་ཡ་ད་དེ་འདྲའི་གཅིག་ཡོད་ར་དེ་འདྲའི་ང་ནས་གི་ད་མ་འོངས་པ་དེ་འདྲའི Discussion འགྲོ་གཅིག་ད་དེ་འདྲའི་ལས་ཡ་ནི་མི་མང་ནང་ལ་གོ་ལྡོག་དིས་མ་ང་སྤེལ་ཡ་གི་ད་འཛིན་སྐྱོང་གི་གཅིག་ཕྱག་ལས་གནང་ཡ་དེ་འདྲའི་རོགས་གཅིག་ཨ་ནི་རེ་བ་ཡོད་ཞུ་ཡ་ཨ་ནི་ཐུགས་རྗེ་གནང། ཨ་ཐུགས་ཆེ་ན་ཨ་ནི་དེ་ལ་ཡ་ཨ་ནི་ང་ར་ལ་མེ་སི་ཅི་གི་ཨོ་ཅི་ཡ་ཨ་ང་ཅི་ད་ནི་ཁ་སིམ་པོ་ལ་ན་ཨ་ཨ་ཚོ་མི་མང་བེ་ཤུ་ལུང་ཉེ་སྟ་ཨ་ནི་ཁོ་རང་ཚོ་ལ་དང་པོ་དེ་ད་དམིགས་བསལ་དོན་སྣང་བྱས་ཏེ་དཔེ་ཁེ་ཆེན་པོ་རེ་གསུངས་པོ་ཏེ་དམིགས་བསལ་གྱི་ད་ང་ཕྱི་རྒྱལ་དེ་ཉིད་ད་ང་ར་རོགས་པ་ཤུགས་ཆེ་དེ་བ་ཡོ་རུབ་ལ་ཡི་དུས་བ་ལ་ཤུགས་ཆེ་ཁ་ཚི་ད་ནང་མི་ཡོད་ན་རེ་སོ་སོ་གི་ད་ལས་ཀ་ད་སློབ་གྲ་ག་རེ་ཡིན་ནས་ཚང་མ་ད་དུས་ཚོད་མེད་ལེགས་ད་ད་ངེད་ཀྱི་ང་ར་བསམ་ཚུལ་ལ་ཡང་དུས་ཚོད་མེད་བས་འདི་ད་ལྟ་ལོ་ལྔ་གཅིག་མ་གླི་གོ་མ་ར་བས་ཆོག་དེ་ཨ་ནི་ཏག་ཡང་སེ་ཡང་སེ་གླི་གོ་མ་ར་འོ་དེ་དུས་དུད་ནག་ཆེ་དེ་དཔེ་གལ་ཆེན་པོ་ནི་དུད་ནག་ཆེ་བ་མ་ཟད་འཛུལ་ཞུགས་བྱེད་ནི་འོས་ཤོག་བླུ་བས་དེ་ཡིན་གྱི་མིན་གྱི་ད་སོ་སོ་གི་ཐོབ་ཐང་དེ་ཡིན་གྱི་མིན་གྱི་གླེང་རོགས་བྱེད་ལ་ད་དེ་རེ་བ་ཞེན་ར་ཨ་ནི་གཉིས་བ་དེ་ང་གཅིག་ཨེ་འདྲ་བསམ་བློ་འཁོར་གི་འདུག་གཅིག་ད་ནི་ང་ཚོ་གི་ད་ད་ད་ང་ཚོ་བགྲོ་གླེང་བྱེད་པ་ན་ཤི་ཤུགས་ཆེ་ད་སྤྱི་འཐུས་ཀྱི་འོས་ཤོག་དེ་གལ་ཆེན་པོ་བརྩི་གི་ཡོད་ད་ཤུགས་ཆེ་རྒྱ་གར་ནི་ལ་དུས་ཡིན་ནི་ཕྱི་རྒྱལ་ལ་དེ་ངས་མི་མང་ཡིན་ན་ཁོ་རང་ཚོ་རྒྱ་གར་ལ་བན་རྒྱ་དང་རོགས་པ་ཡིན་ན་ཕར་ཚུར་བགྲོ་གླེང་བྱེད་ར།

ད་དེ་འོ་འདི་གཅིག་བྱས། གཉིས་བ་དེ་ད་བོ་དེ་ད Candidate ལ་ངས་ཟློག་འོ་འདི་ད་ང་ག་རེ་ལ་ངས་ཐུག་ད་ན Personally Request བྱས་ཡ་ར་ཨ་ནི Manifesto འགྲོ་བཞིན་མེད་ནས Campaign ཡིན་གྱི་མིན་ཞེས་རོ་ཞེས་ད་ལ་ཡང་ག་རེ་ལ་ན་ང་སོ་སོ་གི་ད་ང་ཚོ་བོད་པའི་མི་མང་ཚང་མ་ཁ་ཐོར་དེ་ར་ང་ཨེ་འདྲས་བོད་པའི་མི་མང་ཁ་ཤས་ཨེ་འདྲས་ཡོད་བསམ་གི་འདུག་ཁ་ཤས་ནམ་རྒྱུན་ནས་དོན་སྣང་ཞེ་དྲག་མ་བྱེད་པ་བྱས་ར་ཡིན་ནས་འོས་ཤོག་སླེབས་དུས་དོན་སྣང་བྱས་ཡ་བྱས་པ་འོ་འདི་དུས་གལ་སྲིད Campaign མ་བྱས་ན་ཁོས་ཁོ་རང་གི་ད་སྙེ་མ་ལོ་བཅུ་བཅོ་ལྔ་ཉི་ཤུ་ལས་ཀ་ག་རེ་བྱེད་དགོས་ནས་ཧ་གོ་རི་སང་མི་འདུག་ཡ། ང་ཅིག་ནས་གལ་སྲིད་ཀེམ་པེན་བྱེད་ན་འགྲིག་ཤོས་པ་དེ Refresh ཚེག་ར་འདི་ནང་དེ་ནང་མ་བྱེད་ངེས་ཅིག་གཉིས་བ་དེ་མི་མང་ཁ་ཤས་ད་ལྟ་ཨེ་འདྲ་ཡོད་ར་གཞོན་པ་ལོ་བཅོ་བརྒྱད་ད་ལོ་ལྔ་ཉིན་ལོ་བཅོ་བརྒྱད་འོས་ཤོག་མ་ལུས་ངེས་ད་འོས་ཤོག་བླུག་ངེས་གསར་བ་མང་པོ་བྱོས་ར་ད་ལོ་ད་ལོ་ལྔ་ད་མང་པོ་སླེབས་རེད་ད་དེ་ཚོ་ལ་ཡང་ཁོ་ཚོ་གི་གོ་སྐབས་གསར་བ་རོལ་བྱོས་སོང་མཐོང་རྒྱ་གསར་བ་རོལ་བྱོས་དུས་ཡང་ཀེམ་པེན་ཡིན་པའི་ནས Manifesto ཡིན་ནས་སོ་སོ་ག་རེ་བྱེད་དགོས་དེ་བཤད་མ་ཐུབ་ན་ཡང་ང

འདི་ལ་ང་ཚོ་ལྟ་ཡ་གལ་ཆེན་པོ་རེད་བསམ་ཁོ་ཐུབ། སུ་གིས་ང་ཚོ་ལ་ཕན་མང་མཐོ་ས་རེད། འདི་ལ་ལྟ་ནས་འོས་ཤོག་བླུ་ཨེ་བྱེད་མི་མང་གི་ངོས་ནས། འོ་དེ་མི་མང་ཁོ་རང་གིས་འགན་ཡག་པོ་ཞིག་འཁྱེར་འོ་འདུག་བསམ་ཁོ་ཐུབ་གལ་སྲིད་མི་མང་གིས་འགན་མ་འཁྱེར་བ་འདྲ་བྱས་ན་མི་མང་འགན་མ་འཁྱེར་བ་བྱས་ནས་འོས་མི་ཞིག་ཐོག་ཁ་སླེབས་བ་འདྲ་བྱས་ན་ཨ་རང་བཞིན་ཁོ་རང་གིས་ང་ཚོ་གིས་ལྟ་ང་རང་ཚོ་ལྟ་ཁོང་ཁྲོ་ཟ་བསྡད་ཡ་མ་བྱེད་སྐད་ཆ་འདྲ་མི་འདྲ་བཤད་བསྡད་ཡ་མ་བྱེད་ཨ་ནི་བེད་སྤྱོད་མི་དགོས་རུག་བྱེད་ཡོད་དུ་མ་རང་ཨ་འདི་དེ་གལ་ཆེན་པོ་རུག་བྱེད་ང་འདི་མི་མང་ཚང་མ་ལ་ལྟ་རེ་བ་རུག་བྱེད་ལྟ།

གསལ་བསྒྲགས་སྒྲོགས་གཞི་བཏང་ཡོད་ར་ད། ང་གསལ་བསྒྲགས་དེ་ནི་ག་འདྲེར་བཏང་ཡོད་པ་ང་ད་ལྟ་ཐོག་མཐའ་མ་སོན་ཡིན་ནའི་ད། དེང་དུས་ཀྱི་འགྲོ་སྟངས་དང་མཐུན་པ་ཅིག་ཡོད་ར་ཡང་གཞོན་སྐྱེས་རྣམས་ལ་དམིགས་བསལ་གྱི་དོ་སྣང་སླད་བཅུ་གཉིས་དྲུག་ཡིན་ཡོད་ཡོད་ཡིན་ན། ཨ་ནི་དེང་སང་སྤྱི་ཚོགས་ནང་ལ་ད་ང་ཚོའི་བོད། བོད་པའི་སྤྱི་ཚོགས་ནང་ལ་ཨ་ནི་སྤྱི་ཚོགས་དྲ་རྒྱ་འང་ལས་ཀ་བྱེད་ཡིན་ད་དེ་འདྲའི་མཁས་བ་དེ་འདྲ་མང་པོ་ཡོད་རེད་བརྙན་ཐུང་བཟོ་ཡ་ཡོད་རེད་ད་དེང་དུས་ཀྱི་གཞོན་སྐྱེས་ཀྱི་བསམ་བློ་བཏང་སྟངས་དང་དཔའ་བའི་ཅིག། ཅིག་ཡོད་ར་སོ་སོ་ངོས་ནས Creativity ཅིག་བཏོན་ནས་ཅིག། ག་ལ་འོ་རེད་ད་གང་མང་མང་གིས Attract གཞོན་སྐྱེས་ཚོ་ལ་དེ། དོ་སྣང་མང་ང་སླད་ཡ་བྱེད་འདུག་དེ་འདྲའི་གི། ད་ལས་གཞི་དེ་འདྲ་འགྲོ་ཅིག། ཆུན་ཆུན་ཆུན་ཆུན་དེ་འདྲས་སྤེལ་ན་ཡག་པོ་ཡོད་རེད་བསམ་གྱི་འདུག་ཨ་ནི་ངེད་ཀྱི་རེ་བ་ལ་རེ་བ་ཞན་པ་ཅིག་ལ་འདི་ཡིན་ད་ག་ལོག་རེད་ད་མི་མང་གིས་གང་མང་མང་གིས་འོས་ཤོད་བླུ་ཡས་བྱོས་རང་ཨ་ནི་འོ་དེ་དང་མཉམ་དུ་ད་ད་ལྟ་དམངས་གཙོ་དང་གྲོས་གླིང་གིས་དེ་འདྲས་རོགས་ཅིག། གྲོས་གླིང་དེ་འདྲས་རོགས་ཅིག་གོ་སྒྲིག་བྱས་ནས་ང་ཚོས་ད་གཟ་ང་ཚོའི་བསམ་ཚུལ་དེ་འདྲས་རོགས་ཅིག་བཤད་ཡག་གི་གོ་སྐབས་སྤྲད་བ་ལ་ཨ་ནི་ཚང་མ་ལ་ཐུགས་ཆ་གནང་ཞུ་ཡས་ཡིན།